སྡིངས་ཆ་སྒང་ལ་མ་ལངས་སྔོན་ནས་སོ་སོ་སོ་སོ་གི་འཛམ་བུ་གླིང་གི་ཕ་དོན་གྱི་ནང་དུ་སྒོམ་བྱས་ནས་ཅིག་བཟོ་བཞག་ཡོད་རེད་ད། དཔེ་དེར་དངོས་ཡོད་གནས་ཚུལ་དང་མི་མཐུན་བ་གི་སྐྲག་སྣང་སྐྱེ་ཡག་གི། དེ་ནས་སྡིངས་ཆ་འདི་གང་ལ་ཡག་དོན་འདི་དཔེ་ཨ་མ་དཔེ་ས་གི་རེད་བསམ་བསམ་དགའ་རྒྱུ་གཞན་དག་གང་གི་ཡོད་མ་རེད་དཔེ་ས་གི་རེད་བསམ་བསམ་དགའ་རྒྱུ་ཚོར་སྣང་དེ་འདྲས་ཅིག་གང་ལ་བ་ཤེས་བཞག་བྱས་ནས།

སྐད་ཆ་གྱི་མ་ཐོན་བ་དང་ད་ཁྲིམས་ཁ་ལུང་པ་ཅིག་བྱས་ཚར་སོང་ཟོ་འདྲ་བོ་ཅིག་བྱས་ཀྱང་དེ་ནི་འདར་ནས་ད་འདར་ཡོང་ཡང་དེ་དངོས་གནས་བྱས་ན་སྟེགས་ཚེ་འདར་ན་གནད་འགག་ཡོད་མ་གདའ། སོ་སོའི་དབུགས་སྟེགས་དང་ཕ་གྲངས་མ་འདྲ་བ་དང་གཟུགས་པོ་སྟེགས་འདར་ན་སྐྱོན་ཡོད་མ་རེད་མི་དེ་ཚོ་ཕྱི་ར་དོང་སྣང་ཡོང་མ་རེད། ཁྱོད་རང་དེ་འདྲའི་ཚོར་དེ་རེད་མ་གཏོགས་མི་གཞན་དག་དངོས་གནས་དེ་ཡོད་མ་རེད། ད་སོ་སོ་གི་མར་གྱི་སྟངས་འདི་ཆ་ཚང་དེ་ང་ལ་སྦྱར་བྱས་ངེས་གསལ་གོ་རོ། ངས་ག་རེ་བྱས་འདུག་ད་ཡོངས་རྫོགས་ཀྱི་ངས་ང་རང་ཚོར་བ་ནང་བཞིན་ཡོངས་རྫོགས་ཀྱི་ཚོར་དེ་ཡོད་རེད་བསམ་ནས་གོ། དཔེར་དེ་ནས་སྐྲག་ནས་ཡང་བསྐྱར་སྐྲག་སྣང་བཟོས་དེ་ནས། བྱས་ཙང་སྔ་མ། ཆུ་འགྲེམས་གསར་པ་ཅིག་དེ་འདྲ་བྱས་ནས་མ་ཚར་བརྡབས་སོང་རེད་ཟེར་སྐད་ཆ་བཤད་ཡོད་རེད། ཨ་ནི་ཁོས་ཆུ་འགྲེམས་རྒན་པ་དེ་ལ་སྐད་ཆ་དྲིས་འདུག་ད་སྔ་དཔེར་སྐྲག་གི་འདུག་དེ་ནས་ད་ཚུགས་གཏམ་བཤད་དགོས་རོགས་ད་ཐབས་ཤེས་འདྲ་བོ་ཅིག་ག་རེ་ཡོད་རེད་ཟེར་སྐད་ཆ་དྲིས་འདུག་ད་ཁྱོད་རང་གི་འདི་ནང་ན་ཡོད་ཆུ་ཆ་ཚང་འདི་ཁྱོད་རང་གི་རྐང་གི་འོག་ལ་ཡོད་ཨང་བསམ་མ་དམིགས་པ་བྱས་ནས་ནི་སྐད་ཆ་བཤད་ལབ་འདུག་ཨ་ཁོ་ཅི་མ་ནི་ཡར་ལངས།

དཔེར་ན་ད་དེ་རིང་སྡིངས་ཆ་འདིའི་ནང་ལོགས་ལ་མི་ངོ་ཤེས་མ་ཤེས་པ་མང་པོ་བཞུགས་ཀྱིས་སླེབས་འདུག་ན་སྟེགས་བརྩེགས་མཚེའུ་ཡོངས་ཡིན་ཁར་བ། ལྷག་པར་དུ་མི་གཅིག་སྐད་གྲགས་ཆེན་པོ་ཆེ་དེ་འདྲ་ཅིག་དང་ཡོད་བསྡད་པ་ཡིན་ན་འཚེར་སྣང་གིས་ཡོངས་ཡིན་ཁར་བ། ཡོང་དུས་ཡིན་ནའང་ཁྱོད་རང་གི་ངོ་ཤེས་པ་དེ་འདྲའི་ཁ་ཤས་སེམས་ཐག་ཉེ་བོ་ཅིག་འདུག་ན་དུས་ཚོད་ལ་ཡག་ཉུང་བ་དང་སྟེགས་བརྩེགས་མཚམས་འདྲི་འདྲ་ཅིག་བྱས་སྐད་ཆ། ཨ་ནི། ད་གད་མོ་འདྲ་ཅིག་ཚིག་ཚིག་ཅིག་སྐད་དང་པོ་སྔོན་འགྲོ་ཚོགས་འདྲ་བོ་ཅིག།

སོ་སོ་སོའི་སྦུ་སྟོབས་པོ་ཆེ་བསུ། འདི་ནི་འཛམ་བུ་ནས་ཁན་ཚ་ཆེ་བསུ། དེ་ནི་སྐྲ་སྦུ་སྟོབས་པོ་ཆེ། དེ་ནི་དུག་སྦུ་སྟོབས་རུ་འགྲོ། དེ་སོ་སོས་སོ་སོར་ཁ་བརྡས་ཆགས་ཡོད་པ་རེད། སོ་སོ་གིས་སོ་སོ་ཁ་བརྡས་བྱས་ཀྱིན་ན་སོ་སོས་སོ་སོ་ལ་ད་དངོས་གནས་བགྲང་ནས་སྦོ་ཟེར་དགོས་རོགས། དཔལ་སྡུག་པ་ཅན་འདི་འདྲས་ཅིག། སོས་སོ་སོ་ལ་ཡ་བཟོས་ཀྱིན་ད་ཁྱོད་ནོར་ནི་དཔལ་ས་ཀིར་ད་དཔལ་ས་ཀིར་ད་ཟེར་ད་གཡང་ཁ་ནི་མ་གཡུག་ལ་ཁ་བྱེད་པའི་བཟོ་འདྲ་བོ་ཅིག་ག་ནི་མ་ད་དཔལ་ས་ཀིར་ད་ད་དཔལ་ས་ཀིར་དེ་ནི་འདར་ཡོང་གི་རེད་ད་དེ་འདྲས་ཀྱིས་བསམ་ན་ད་འདི་དཔལ་ས་ནི་འདར་གི་རེད་བ་ད། སོ་སོས་སོ་སོ་ལ་ཕུ་རུབ་སྤྲད་བྱས་ནས་ད་ཁྱོད་རང་དཔེ་ཟ་གི་རེད་ད་ཟེར་མཁན་ཞིག་ཤེས་གི་ཡོད་རེད། རྒྱལ་ས་འདི་བརྗེད་དུས་ཚར་ནས་དང་པོ་ནས་མིན་ངོ་ཤེས་པ་དེ་རེད་སུས་ད་དེ་རིང་ཁྱོད་རང་ཚོ་ཡར་ལང་གི་རེད་བ། ཁྱོད་རང་ཚོ་སོ་སོའི་སེམས་ཐག་ཉེ་ས་སོས་ཡོད་ན་དེ་ལ་སྐད་ཆ་དུ་མ་གཅིག་སྨྲ་ཡི་འདྲ་བ་གཅིག་བསྟན་གལ་ཆེ་ང་གཉིས་ད་མཉམ་པོ་ཡིན་པ་བས་ཧ་གོ་གི་ཡོད་ཨ་ཟེར་ཟེར་འདྲ་བ་གཅིག་དང་པོ་ནས་མ་གཅིག་དེ་འདྲ་བྱས་ཨ་ནི་མ་སྐད་ཆ་གཅིག་བཤད་ཡང་འགོ་བཙུགས་ཏེ་བརྒྱ་ཆ་བརྒྱ་བརྒྱ་བསྡམས་པ་ཕན་ཐོག་ཡོང་གི་རེད་ཆད་པ་ཡོང་གི་རེད།

ཨ་ནི་ཡང་མཚམས་ཀྱི་མཚམས་ཙམ་གྱི་སྐད་ཆ་བཟོད་པ་དེས་ཚེ་རྒྱ་ཡང་ས་ལ་འགྲོ་ཡང་སྟེང་ཟབ་ས་ལ་ཚུར་འགྲོ་དེ་འདྲའི་བྱས་རྗེས་ནི་ཡོངས་རྫོགས་དེ་ལ་གོ་སྐད་ཆ་དེ་ཟམ་པ་གི་བཟོ་འདྲ་བོ་ཅན་འཐུས་ཚམ་ཡོད་པ། འབྲེལ་ཡོད་པ། ཨ་ནི་སྐད་ཆ་དེ་བརྩིགས་པ་བརྩིགས་པ་ནང་བཞིན་ཆེན་པོ་ཡོད་པ་ཆུང་ཆུང་ཡང་ཤེས་དགོས་ཡ་དེ་ཚང་མ་ཤེས་ཚར་བ་དོན་དག་འདུས་པ་དེ་འདྲའི་ཅིག་ཀྱང་མ་འགྲོ། དེ་མ་གཏོགས་པ་གི་སྐད་ཆ་ཆེན་པོ་རྐྱང་རྐྱང་བཤད་མཁན་ས་རྡོག་རྡོག་ཅིག་མ་བཤད་དེ་དེ་དེ་རེད་ཡང་རྡོག་རྡོག་ཅིག་བཤད་ཡ་རེད་འབྲེལ་བ་ཆུ་ནི་མེད་ཀྱི་རྡོག་རྡོག་ཅིག་གོ་ལེ་ཡ་རེད་དེ་ནི་ཡང་དེ་ཚར་རེད་དེ་ཡང་དེ་གཉིས་མཐུན་སའམ་ཆོས་ནི་མ་རེད་ཡང་རྡོག་རྡོག་ཅིག་ཡང་མགོ་ཅིག་ཤ་གི་རེད་ཡང་དེ་སྐད་ཆ་ཚང་མ་དེ་འདྲ་ཆགས་དེ་རེད་མགོ་སྤོང་བྱ་རྒྱུ་སྐད་ཆ་ཆེ་ཨོ་རྒྱལ་ཚ་འདི་གཅིག་རེད་འདི་གནད་འགག་གསུམ་དེ་ཡིན་གྱི་མིན་གྱི་སེམས་པ་ལ་བཞག་རོགས་འདི་གཅིག་རེད་ཤ་སྐྱི་མ་ང་ཚོ་སྐད་ཆ་བཤད་ཡོང་དུས་ཚང་ནས་སོ་སོ་གི་མ་སྐད་ཆ་སྦྱོང་བརྡར་བྱེད་དུས་ཚང་ནས་འཕྲད་པ་ཡོད་དེ་པ། ཨ་ནི། སྐད་ཆ་དེ་གང་ལ་ད་གང་དྲན་དྲན་ཆ་ཚང་མེད་སྡོམ་ཆོད་མེད་པའི་སྐད་ཆ་དེ་འདྲ་མ་ཡིན་པ་སྡོམ་ཡིན་གྱི་མིན་གྱི་སྡོམ་གྱི་ཡོད་དགོས་པ་རེད་སྐད་ཆ་ག་རེ་བཤད་པ་ནི་མགོ་ནས་ཧུག་ཟེར་དགོས་རོགས་དང་པོ་མེད་དེ Second ཅོ། སྐར་མ་གཅིག་ནང་ལོགས་ལ་མིག་གི་དོག་སྣང་དེ་བཀུག་མ་ཐུབ་པ་ཡིན་ན་དེ་ནས་ཡོང་གི་མ་རེད། སྐར་མ་གཅིག་གི་ནང་ལོགས་ལ་མི་དེ་གི་དོག་སྣང་བཀུག་ཐུབ་དགོས་ཀྱི་ཡོད་རེད་དེ་ནས་སྐད་ཆ་འཁྲུལ་ཆོག་གི་རེད་ཨ་ནི་ཡང་མཐའ་མ་དེ་ལ་མི་དེ་ཚོ་ཉིན་བསྡད་དུས་ཙམ་ནས་ཉོབ་འདྲ་བྱས་རོགས་སྡོམ་གཅིག་བྱ་དགོས་རེད་ཧཧཧ་སེམས་ཁོག་གཡོག་དགོས་ཀྱི།